རེད་རེད་ང་ནི་བསམ་བློ་བཏང་ས་མི་ལོ་གཞན་ཕན་གྱི་བསམ་བློ་ཡིན་ནས་ག་རེ་ཡིན་ནས་རེད་བ། ཨ་ནི་ང་ཚོ་མཐའ་མ་མི་ཚང་མ་ལ་འཛམ་བུ་གླིང་འདི་ན་ཁ་བྲལ་ནས་འགྲོ་ཡ་རེད་བ། དེ་ཡིན་དུས་ཨ་ནི་མཐའ་མ་མི་ཚང་སུ་དང་སུ་ཡིན་པ་ཡིན་ད་འཛམ་གླིང་འདི་དང་ཁ་བྲལ་ནས་འགྲོ་དུས་ཤི་འགྲོ་དུས་ཙམ་མ་ལ་ཡ། ཨ་ནི་ཁྱེད་ཡ་དེ་ཆོས་མ་གཏོགས་ཡོད་མ་ར། དེ་ཡིན་དུས་ཆོས་དེ་མ་གཏོགས་གཞན་པ་ཅི་ཡོད་མ་ར་ད།

རྒྱ་ཆེའི་གཟིགས་མོ་བ་རྣམ་པ་ལྷན་རྒྱས་ཆ་ཚང་ལ་ཡང་ཨ་ནི་གུས་པས་ངོས་ནས། རྗེ་རིན་པོ་ཆེ་གི་མ་མགོན། འབྲོག་རི་བོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་ཡག་ཡིན། དེ་རིང་འདུ་བྱེད་དགོང་དྲོ་ཨ་ཆུ་ཚོད་དྲུག་པའི་ཐོག་ལ་ཡང་འདུ་བྱེད་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱི་འདུ་བྱེད་དགའ་ལྡན་ལ་ཡང་ཤར་རྩེ་ཆུ་རའི་ནང་ལོགས་ལ་ཡང་ཨ་ནི་གཅིག་གསུང་བཤད་བྱེད་འདུག་ང་དེ་རིང་རེས་གཟའ་ཟླ་བའི་གི་གུང་སེང་གི་གོ་སྐབས་སྤྱི་དང་བསྟུན་བྱས་ཨ་འདུ་བྱེད་དགའ་ལྡན་ལ་ཡང་འབྱོར་བསྡད་ཡོད་སྙམ་འདུག་ཨ་དེ་རིང་འདུ་བྱེད་དགའ་ལྡན་ལ་ཡང་འདུ་བྱེད་བོད་ཀྱི་མཐོ་རིམ་སློབ་མའི་ཚོགས་ཆེན་གྱི་མཇུག་སྡོམ་མཛད་སྒོ་དེ་ཡང་ཚོགས་ཡ་རེ་ཤག་སོང་ཙང།

ཏིང་འཛིན་བཞི་ལ། ཏིང་འཛིན་བཞི་ལ་ཨ་ནི་བཀྲ་ཤིས་རེད། བཀྲ་ཤིས་ལེ།
ཐོག་མ་དེ་ཁྱེད་རང་ཨ་ནི་སྐད་ཆ་ཚར་ཚར་རེད་ཨ་ནི། སློབ་སྦྱོང་ག་བ་ག་བ་བྱས་མེད་དེ་ངོ་སྤྲོད་སྙིང་བསྡུས་ཇི་ཐུབ་བྱས་གནང་རོགས་གྱིས་དང།
ཚང་མ་ལོ་ལ་བཀྲ་ཤིས་ལེ། ཨ་ནི་ངའི་མིང་ལ་ཏིང་འཛིན་བཞི། ཨ་ནི་སྐྱེས་ས་དེ་ནུབ་བི་ལིང་ག་རྡ་རམ་ས་ལ་བྱས། ཨ་ནི་འཛིན་གྲྭ་ལྔ་བ་བར་དུ། གོ་པཱལ་པུར་བོད་ཁྱིམ་དེ་རྗེས་ལ་སེ་ལེ་གུའི་བོད་ཁྱིམ་འཛིན་གྲྭ་བཅུ་བ་བར་དུ། དེ་རྗེས་ལ་གོ་པཱལ་པུར་བོད་ཁྱིམ་ཡང་བསྐྱར་འཛིན་གྲྭ་བཅུ་གཅིག་བཅུ་གཉིས་ལ་ཨ་ནི།

དེ་ལ་བརྫུས་ནས།
མཐོ་རིམ་སློབ་མའི་ཚོགས་ཆེན་ནང་ལོར་མཉམ་ཞུགས་བྱས་ནས། ཉི་མ་ཉི་མ་དྲུག། ཉི་མ་དྲུག། ཕྱིས་གང་བྱེད་འགྲོ་མི་འདུག་ཁྱོད་རང་གིས་འདི་ནང་ལོར་བསྡུ་བྱས་མཉམ་ཞུགས་བྱེད་དགོས་ཏེ། གནད་འགག་ཆེ་ལོས་ག་ཚོད་སྲིད་ཅེས་མཉམ་ཞུགས་གནང་ཡོད་ན། ཨ་ལས་ད་འདི་ནང་ལ་བརྫུས་ཏེ་དཔེ་གནད་འགག་ཆེན་པོ་མཐོང་གི་འདུག་ཡོང་ཨ། ལགས་སོ་ལགས་སོ། ད་ལོ་རང་གོ་རེད་ཨ་ནི་ད་དེ་འདི་མཐོ་རིམ་སློབ་མའི་ཚོགས་ཆེན་འདི་ཚོགས་ནས་ཉི་མ་ད་དེ་རིང་ཉི་མ་མཇུག་བསྡོམས་མཇུག་བསྡོམས་ཀྱི་མཛད་སྒོ་འདི་བྱས་ནས་ཨ་ནི་དེ་རིང་ནས་ཨ་ནི་མཇུག་བསྡུ་གོ་རེད་ཡོད་ད་ལོ།

དམིགས་བསལ་མི་བསྡུ། ཨ་ནི་སྤུ་གུ་ཚང་མ་མགོ་ཡང་འདས་ཀྱི་མེད་པ་བུའི་སློབ་སྦྱོང་ལ་སོ་སོ་དམིགས་སུ་དོ་སྣང་མ་བྱེད་ན་ནི་མི་ཡིས་བྱིས་ལ་ཉེས་ཡོད་མ་རང་ལགས་སོ། མཐོ་སློབ་ནང་ལོགས་ལ་ཚང་མ་དབྱིན་ཇིའི་ལབ་དབྱེ་འབྲེལ་བྱེད་དུས་ཨ་ནི་མཐོ་རིམ་མཐོ་རིམ་ཚོགས་ཆེན་འདི་ཚོགས་ཆེན་འདིའི་བརྒྱུད་ནས་ཨ་ནི་སེམས་ཤུགས་གསར་བ་རག་ཡས་ནི་རེད་ཨ་ནི་དོ་སྣང་ཅིག་ལས་ནི་རེད་ཨ་ནི་འོ་དེ་བྱུང་སོང།
ལ་རེད་ད་ཨ་ནི། ད་ཇི་ལྟར་ང་ཚོ་དེང་སང་གཞོན་སྐྱེས་རྣམས་ལ་བོད་ཡིག་ལ་དོ་སྣང་བྱེད་མཁན་དེ་ལྟས་སུ་སྐྱོན་པོ་འདྲ་ཞིག་རེད་དོ། རེད་དོ་རེད་དོ། ཁྱོད་རང་འདི་འདྲའི་དོ་སྣང་བྱེད་པ་དེ་ལ་རྗེས་སུ་ཡི་རང་ཞུ་བ་ཅེར་བ། ཨ་ནི་ད་མཐོ་རིམ་སློབ་མའི་ཚོགས་ཆེན་ནང་ལོག་ལ་ཡང་གཙོ་བོ་གཙོ་བོ་དེ་ད་གར་སོང་སློབ་ཚན་འདི་འདྲ་ཁྲིད་ཡ་ཡོད་ར་པས་ཡང་ན་བགྲོ་གླེང་འདི་འདྲ་བྱེད་ཡ་རང་བྱ་དགོས་རེད། ད་མཐོ་རིམ་སློབ་མའི་ཚོགས་ཆེན་ནང་ལོག་ལ་ཨ་ནི་སློབ་གྲྭ་ཁག་ནས

དེང་སང་ང་ཚོ་བོད་པའི་ད་གཞོན་སྐྱེས་མང་ཆེ་བ་འགྲོ་ཀྱི་གང་ལྟར་གཅིག་ངོ་དེབ་ནང་ལོག་བལྟས་པ་ཡིན་ནས་ག་བ་བལྟས་པ་ཡིན་ནས་མང་ཆེ་བ་དབྱིན་ཇིའི་བྲིས་སྐྱོར་འགྲོ་ཀྱི་སོ་སོ་ངོ་དེབ་རྒྱབ་ལ་ཡི་གེ་རྩོམ་འདྲ་བོ་ཞིག་བྲིས་པ་ཡིན་ནས་དབྱིན་ཇིའི་མ་གཏོགས་གཞོན་བོད་ཡིག་ཅིག་ཤི་ར་ཞིག་མཐོང་ཡ་མི་འདུག་ཨ་ནི་འདི་འདྲས་ཀྱི་དོ་སྣང་བྱས་པ་དེ་ལ་ཨ་ནི་རྗེས་སུ་ཡི་རང་ཞུ་ཡ་ཅི་རོ། ཨ་དེ་ནས་ད་མཐའ་མ་དེ་ཨ་ནི་ཁྱོད་རང་གི་ད་ལྟ་དེ་རིང་གི་གནད་དོན་དང་བརྗོད་གཞི་དང་འབྲེལ་བའི་ཐོག་ནས་ཡང་ཅིག་ཨ་དམིགས་བསལ་ཁ་སྣོན་དེ་འདྲས་ག་རེ་གསུང་དགོས་ཡ་ནི་གཅིག་གཉིས་ཅིག་གསུང་རོགས་གྱིས་དང། ད་ང་ང་རང་ང་ཅིག་འཚོ་བ་ཆུང་ཆུང་ཅིག་ཤོག་ཟེར་རོ། ལགས་སོ་ལགས་སོ། ཨ་ནི་ང་ང་རང་ཡིན་ཏེ་འཛིན་གྲྭ་བཅུ་གཉིས་བབས་སོ། ཨ་ནི་ང་བུའི་ལ་དོ་སྣང་དོ་སྣང་ཡོད་ཨ་ནི་བུའི་ལས་སློབ་མཐོང་ངེས་མེད་ཅིག་ཡིན་ཡོད། ལགས་སོ་ལགས་སོ། བུའི་ལ་ན་ཡིན་ཏེ་སྤུ་གུ་ཞན་པ་སྤུ་གུ་ཞན་པ་འགྲོ་ཡོད། བུའི་ལ་ན་ཁག་པོ་མ་མཐོང་ངེས་ཤིག་བུའི་ལ་ན་ལས་སླ་བོ་ཡོད། ཨ་ནི་འོ་དེ་མཐོང་ངེས་ཅིག་ཡིན། ཨ་ནི་དེའི་རྗེས་ལ་ཨ་ནི་མཐོ་རིམ་སློབ་གྲྭ་ལ་སྡོད་དུས་ཨ་ནི་བུའི་ད་རྒྱང་ཐག་བེད་ཁོ་ར་རིང་དུ་འགྲོ་སྲིད་ཡོད། ལགས་སོ་ལགས་སོ། ཁ་ལ་ན་ཨ་ནི་ཕ་མ་ཡིས་ད་རྟག་པ་བུའི་བློ་བུའི་བློ་ལས་རེད་ཡིན་ན་ཡང་ད་ད་སོ་སོ།

ང་ཚོ་རྒྱ་གར་མཐོ་སློབ་ལ་འགྲོ་མཁན་སྤུ་གུ་དང་ནི་བོད་ཁོ་རང་སླབ་གཉིས་སློབ་གྲ་མཐོ་སློབ་ཡོད་རོ། དཔེ་ན་ཏཱ་ལའི་བླ་མ་ཀོ་ཏཱ་ལའི་བླ་མ་མཐོ་སློབ་ཡོད་རེད་ས་ར་མཐོ་སློབ་ཡོད་རེད་ཨ་ནི་བ་ར་ན་སི་མཐོ་སློབ་ཡོད་རེད་དེ་ཚོ་ལ་བོད་རང་ཤུགས་རྒྱལ་ཡོད་དུས་ཨ་ནི་ཁོ་ཚོ་ཁོ་ཚོ་ག་ཅིག་སྤུ་གུའི་སྐད་ཆ་བཤད་སྟངས་དང་ང་ཚོ་ལྡི་ལི་རྒྱ་གར་རྒྱ་གར་མཐོ་སློབ་ལ་འགྲོ་མཁན་ག་ཅིག་སྤུ་གུ་སྤུ་ག་ཅིག་སྐད་ཆ་བཤད་སྟངས་རེད་བོད་ཡིག་ག་ཅིག་ཡ་ནི་གོ་བ་རེད་ནང་ཆོས་དང་ནི།

མཚམས་མཚམས་སེམས་སྐྱིད་ལ་སྙིང་རྗེ་རྒྱས་ནས་འོ་དེ་ཏི་སི་བྱིའུ། ལགས་སོ་ལགས་སོ།
ད་ནི་ང་རང་གིས་རེ་འདུན་སྒྲུབ་ཆུ་སྙིང་ཁ་ཤས་ཞུ་ཆོག་ཟེར་བ། ལེས་ལེས། ད་ཇི་ལྟར་ང་ཚོ་དེང་རབས་ཀྱི་ཤེས་ཡོན་ནས་གལ་ཆེན་པོ་ཞུ་རུ་ད་དེང་རབས་ཀྱི་ཤེས་ཡོན་དག་ནི་ལྷག་པར་དུ་དུས་རབས་ཉིས་བསགས་སྤྱི་ལས་སར་སྤྱི་ཚོགས་འཁྲུག་པོ་ཞུ་གི་ཆགས་ས་རེད་དེང་རི་དེང་དུས་ཀྱི་ཤེས་ཡོན་དགོས་ཡ་དེ་གལ་ཆེན་པོ་རུ་བ། ལེས་ལེས་ལེས། ད་ཡིན་ནས་དེ་དང་མཉམ་དུ་ནང་ཆོས་ལ་གང་ཐུག་ཅི་ཐུག་དོ་སྣང་བྱེད་ཐུབ་ན་ཧང་སང་ཡག་པོ་ཡོད་རེད་བཟང་གི་འདུག་ར། ནང་ཆོས་ལ་དོ་སྣང་བྱེད་ཨ་ནི་མེད་ཅིག་སོ་སོ་ནང་ཆོས་ལ་དོ་སྣང་བྱེད་གང་ལྟར་ནང་ཆོས་སྦྱང་ཚར་མཁན་དེ་ཀུ་སམ་བཏང་ས་ཡིན་ནི་འབད་དགྲ་གི་མི་འདུག་རེད་རེད་དངོས་ཨ་ནས་ནི་བཤད་བསམ་བློ་བཏང་ས་མི་ལོ་གཞན་ཕན་གི་བསམ་བློ་ཡིན་ནི་ག་རེ་ཡིན་ནི་ར། ཨ་ནི་ང་ཚོ་མཐའ་མ་མི་ཚང་མ་ལ་འཛམ་བུ་གླིང་འདི་ན་ཁ་བྲལ་ནི་འགྲོ་ཡ་ར། རེད། དེ་ཡིན་དུས་ཨ་ནི་མཐའ་མ་མི་ཚང་སུ་དང་སུ་ཡིན་པ་ཡིན་ནི་ད་འཛམ་གླིང་འདི་ད་ཁ་བྲལ་ནི་འགྲོ་དུས་ཤི་འགྲོ་དུས་ཙམ་མ་ལ་ཡ་ཨ་ནི་ཁྱེད་ཡ་དེ་ཆོས་མ་དོ་ཡོད་མ་ར། རེད་རེད། དེ་ཡིན་དུས་ཆོས་དེ་མ་དོ་གཞན་པ་ཅི་ཡ་ཡོད་མ་ར་ད། དེ་འདྲ་ཡིན་དུས་ཚང་མ་ལ་ཡང་ཨ་ནི་གཅིག་ནང་ཆོས་ལ་ཡང་དོ་སྣང་གང་ཐུག་ཐུག་ཅིག་ཨ་ནི་ཤུགས་རྒྱབ། གང་ཐུག་ཐུག་ཅིག་བྱེད་རོགས་བྱས། མཐའ་མ་དེ་ལ་རེ་འདུན་དེ་འདྲ་བྱོན། ལགས་སོ། ཨ་ནི་འདི་འདྲ་ཅིག་ད་རིང་དུས་ཅིག་གོ་སྐབས་གནང་བ་དེ་ལ་ཐུགས་ཆེ་ན་ཞུ། ཐུགས་ཆེ་ན་ཐུགས་ཆེ་ན་ཡ་ཐུགས་ཆེ་ན་ལགས་སོ་གི་ལ། ཐུགས་ཆེ། ཐུགས་ཆེ།
ཡ་ཡ།
ལགས་སོ་གི་ལ་གི་ལ་ལ subscribe བྱེད།